ཐབས་མཁས་ཐུགས་རྗེའི་ཤགས་ཀྱིས་རིང་ཐུང་ཅན་གཞན་གྱིས་མི་ཐུབ་བདུད་རྒྱལ་སྤུངས་བྱང་བ་གསེར་གྱི་ལྷུན་པོ་ལྟ་བུའི་བརྗིད་པའི་སྐུའི་ཤགས་ཀྱི་གཙུག་པོ་དེ་ལ་ཕྱག་འཚལ་ལོ་ཞེས་ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོང་པ་བཀའ་དྲིན་ཆེ་ལ་སྒོ་གསུམ་གུས་པ་ཆེན་པོས་རྟོགས་བྱ་གྲངས་མེད་སྔོན་དུ་བཏང་ནས། ད་དེ་རིང་གི་སྐབས་སུ་བབ་པ་ལ་ང་ཚོ་བདེན་བཞི་བདེན་པ་ཞིག་གི་སྐོར་ལ་ཅིག་གོ་བདེ་བོ་འདྲ་ཞིག་དེ་འདྲ་ད་ལྟས་ལྟས་སུ་ཞུས་ན་བསམ་སོང། ད་བདེན་བཞི་གི་ཁྱད་ཆོས་ཇི་ལྟར་འགའ་རེ་ཟེར་སོང་ན་སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་པའི་བདེན་པ་ལམ་གྱི་བདེན་པ་ཟེར་ཡ་དེ། ཨོ་དེ་འདྲའི་ཞིག་བདེན་པ་བཞི་གི་སྟེང་དང་ཁྱད་ཆོས་བཞི་བཞི་བཞི་ཡོད་པར་སོང་ད་དེ་འདྲ་བལྟས་ས་ཚིག་ད་ཤུལ་ན་བསམ་སོང། ད་དེ་འདྲ་ཡིན་པར་སོང་ད་དང་པོ་ད། ཚང་མེད་ཀྱི་རྐྱེན་ཚེ་རེད། སྟོང་པ་སངས་རྒྱས་བཅོམ་ལྡན་འདས་ཧ་ལོ་ཉིས་སྟོང་དྲུག་བརྒྱ་ལྷག་ཟེར་གི་ད་སྔོན་ལ་ག་ར་ཟེར་སོང་སོང་ད་སྟོང་པ་སངས་རྒྱས་བཅོམ་ལྡན་འདས་འཛམ་བུ་གླིང་འདི་ད།

ཨོ་ད་ཞེས་དང་དེ་འདྲ་ཞེས་མདའ་བོད་ཤན་ཨང་དང་བྱས་ན་དེ་ཚོ་སངས་རྒྱས་པའི་ཚུལ་སྟོན་པ་རེད་སངས་དེའི་ངོ་ནས་རྒྱལ་ཚ་རེད་ཟེར་དེ་རྗེས་དེ་མེ་འོང་དང་བྱས་སོང་མདའ་དེ་ག་རེ་ཟེར་སོང་ན་སྲིད་སྟོང་པ་སངས་རྒྱས་བཅོམ་ལྡན་འདས་རང་གི་ད་ག་རང་ག་རེ་ཟེར་སོང་ན་ཅིག་ཨོ་ན་དེ་བྱས་པ་རེད་མ་གཏོགས་ཅིག་སངས་ངེ་མ་སངས་རྒྱས་ཚོལ་བ་དེ་འདྲ་མ་རེད། ཨོ་ད་དེ་འདྲ་ཞེས་ཚོལ་བ་ནང་གི་དེ་འདྲ

ལམ་དུ་སོགས་ཆོས་ལམ་ཐབས་ཤེས་རྒྱུད་ལས་མ་སྐྱེས་པའི་སྐྱེས་པ་ཞེས་སྐྱེས་པ་མི་མཉམ་པ་ཆེས་མི་མཉམ་པ་གོང་ནས་གོང་དུ་སྤེལ་བ་དེ་ནི་སངས་རྒྱས། སངས་རྒྱས་རྩ་བའི་རྗེས་སུ་ལ། ཨ་ནི་མར་ཆོས་གསུངས་དུས་མར་ཆོས་གསུང་ས་དེ་ལ་ཨ་ནི་ད་གར་ཟེར་འཁོར་ལྔ་སྡེ་བཟང་པོ་སྔོན་མི་ལས་དང་སྨོན་ལམ་ཨང་འཁོར་ལྔ་སྡེ་བཟང་པོར་ཆོས་གསུངས། ཨ་ནི་ད་དེ་ཆོས་གསུང་སའི་གི་གདུལ་བྱ་དེ་ལ་ཨ་ནི་འཁོར་ལྔ་སྡེ་བཟང་པོ་ཆེ། ཨ་ནི་སུ་ཆོས་གསུང་སའི་གི་ཡུལ་དེ་ཨེ་ནི་ཡུལ་བ་ར་ན་སི་ཆེ། ད་གནས་དེ་ཨ་ནི་ཆོས་གསུང་ཡག་གི་ད་གསུང་པ་པོ་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཆེ། དེ་ནས་ཚོང་རྒྱུད་ཀྱི་ཕྱོགས་དེ་བདེན་བཞིའི་ཆོས་འཁོར་ཆེ། ཨ་ནི་དུས་དེ་བོ་ད་དྲུག་པའི་གི་ཚེས་པ་ཡི་ཤེ། ཨོ་དེ་འདྲ་ཡིན་པར་སོང་དང་ཕུན་སུམ་ཚོགས་པ་ལྔ་ཡི་སྒོ་ནས་ནི་ཆུག་སོང། ཨོ་ད་རྣམས་ཀྱི་ངང་དུ་ཡོངས་སུ་གྲགས་པ་དེ་འདྲ་ཆེ། ད་དེ་ནས་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆུག་སོང་བའི་སྐབས་སུ་ལ་བདེན་བཞི་ལྷན་གསུམ་རྣམས་གྲངས་ཆ་བཅུ་གཉིས་པ་སོང་བ་རེད། བདེན་བཞི་ལྷན་གསུམ་ཟེར་བ་དེ་ག་རེ་ཆགས་ཟེར་སོང་ན།

དེ་འདྲ་ཡིན་པར་སོང་ན་བདེ་སྐྱིད་བླང་དོར་གྱི་ཉམས་ལེན་གྱི་མཐར་ཐུག་པ་དེ་ག་དུས་བྱུང་གི་ཡོད་རེད་ཟེར་སོང་ན་སངས་རྒྱས་གོང་མ་ཐོབ་ཐོབ་དུས་བྱུང་གི་ཡོད་རེད་དེ་འདྲ་ཡིན་པར་སོང་ད་ལྟ་སངས་རྒྱས་གོང་མ་ཐོབ་ཚར་ན་ཨང་སྡུག་བསྔལ་ཡང་བསྐྱར་ཤི་དགོས་མ་རེད་ཀུན་སྤྱོད་ཡང་བསྐྱར་སྤང་དགོས་ཡ་མ་རེད་འགོག་པ་ཡང་བསྐྱར་མངོན་དུ་བྱེད་དགོས་མ་རེད་ལམ་ཡང་བསྐྱར་བསྒོམ་དགོས་མ་རེད་གང་ཡིན་ཟེར་སྡུག་བསྔལ་ཞི་བར་བྱེད་ཀུན་སྤྱོད་སྤོང་བར་བྱེད་འགོག་པ་དངོས་བྱེད་ལམ་སྒོམ་པར་བྱེད་ཙམ་རེད་བ།

དཔེར་ན་ང་ཚོ་དཔེ་འདྲ་ཞིག་བཞག་སོང་ན། ཨ་ནེ་ཅིག་གིས་ནད་པ་ཅིག་ནད་དྲག་པས་བདེ་བ་མ་ཐོབ་པར་ཏེ། ཨ་ནེ་ནད་ཀྱི་སྡུག་བསྔལ་ཤེས་པར་བྱེད་ནད་ཀྱི་རྒྱས་སྤོང་བར་བྱེད་ནད་དྲག་པས་བདེ་བ་ཐོབ་པར་བྱེད་དེ་ལྟ་བུ་བྱས་ཏེ་སྨན་བཟའ་གི་རེད་པ། དེ་ནི་ནད་པ་ཅིག་སོ་སོ་ཅིག་ནད་དྲག་པས་བདེ་བ་ཐོབ་ཚར་སོང་ན། ཨ་ནེ་ནད་ཀྱི་སྡུག་བསྔལ་ཡང་བསྐྱར་ཤེས་གི་མ་རེད་ནད་ཀྱི་རྒྱས་ཡང་བསྐྱར་སྤང་གི་མ་རེད་ནད་དྲག་པས་བདེ་བ་ཡང་བསྐྱར་ཐོབ་གི་མ་རེད་དེ་ལྟ་བུ་བྱས་ཏེ་སྨན་བཟའ་དགོས་ཡོད་མ་རེད་པ།

དེ་ལྟ་བུའི་ཁ་ཅིག་ལྟ་བ་ཐམས་ཅད་བརྒྱན་པའི་གོང་མ་ཐོབ་ཚ་བའི་རྗེས་ལ་ད་གཙོ་བོ་ཐམས་ཅད་བརྒྱན་པའི་གོང་མ་ཐོབ་ཚ་བའི་རྗེས་ལ་ཨ་ནི་ཡང་སྡུག་བསྔལ་ཡང་བསྐྱར་ཤེས་ཀྱི་མ་རེད་འགོད་ཀུན་འབྱུང་ཡང་བསྐྱར་སྤང་གི་མ་རེད་འགོག་པ་ཡང་བསྐྱར་ཐོབ་ཀྱི་མ་རེད་ལམ་ཡང་བསྐྱར་སྒོམ་གྱི་མ་རེད་གང་ཡིན་ཟེར་ན་བདེན་གཉིས་བླང་དོར་གྱི་ཉམས་ལེན་མཐར་ཐུག་པ་ཐོབ་ཚ་རེད་བཱས། འོ་ད་དོན་དག་དེ་འདྲའི་གསུང་གི་ཡོད་རེད། ད་དེ་ནས་ང་ཚོ་གལ་ཆེ་ཤོས་ཤིག་ག་རེ་ཆགས་འདིར་ཟེར་སོང་ན་འདི་རེད་ད། འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་གསུངས་ཡོད། འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་གསུངས་དུས་ག་རེ་གསུངས་གོ་རེ་ཟེར་སོང་ན། འདི་ནི་གསུངས་འདུག་ག། འདི་ནི་ཟེར་དུས་ཕ་གིའི་ནི་གསུངས་མི་འདུག་ག་འདི་ནི་ཟེར་དུས་ཉེས་ཚིག་རེད་བ། འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་གསུངས་བ་དེ་ག་རེ་གསུངས་གོ་རེ་ཟེར་ན། ད་ལྟ་ང་ཚོ་ལས་དང་ཉོན་མོངས་ཀྱི་ཨང་གིས་སྡུག་བསྔལ་ཆིངས་ཕུང་པོ་ལྔ་སྣང་ལ་དང་སྐྱེ་བ་བླངས་འདུག་ག། དཔེར་ན་ང་ཚོ་ལས་དང་ཉོན་མོངས་གཉིས་ཀྱི་འབྲས་བུས་སྐྱེ་བའི་ད་ལྟ་ང་ཚོ་སྡུག་བསྔལ་གཅིག་གི་གཟུགས་ཕུང་པོ་གཅིག་ན་སྐྱེ་བ་བླངས་འདུག་ཡོད་རེད་བ། དེ་འདྲའི་གི་དེ་ལྟ་བུའི་ཟག་བཅས་གཉིས་ནས་ཀྱི་སྡུག་བསྔལ་ཆིངས་ཕུང་པོ་འདི་ནི། ད་ག་རེ་ཟེར་སོང་ན། སྡུག་བསྔལ་འཕགས་པའི་བདེན་པའོ་སྡུག་བསྔལ་བའི་རང་བཞིན་ལས་སྡུག་བསྔལ་བའི་རང་བཞིན་ཡིན་པ་དེ། སྡུག་བསྔལ་བའི་རང་བཞིན་པས་མངོན་སུམ་དུ་མཐོང་བར་བྱེད་མཁན་འཕགས་པ་རྣམས་ཀྱིས་ད་མངོན་སུམ་དུ་གཟིགས་ཀྱི་ཡོད་རེད། ང་ཚོ་བྱིས་པ་སོ་སོ་སྐྱེ་བོ་གི་སྡུག་བསྔལ་བའི་རང་བཞིན་ཡིན་པ་མ་མཐོང་ན་ཡང། ད་ང་ཚོ་གི་ག་རེ་ཟེར་ན་སོ་སོ་དེང་སང་ང་ཚོ་བ་ཆེ་སྐྱེས་ག་ན་ཞིག་སྡུག་བསྔལ་བྱེད་མཁན་ད་ནང་ང་ཚོ་གཟུགས་པོ་ཞིག་ཡོད་རེད་བ། དེ་ང་ཚོ་གི་ད་འདིའི་གཟུགས་པོ་འདི་བས་སྡུག་བསྔལ་བའི་རང་བཞིན་ཡིན་པ་ང་ཚོ་ཧ་གོ་མི་འདུག་བ། ད་ཅིག་གཞི་ནི་གར་ཟས་སོགས་ཀྱི་མགོ་ན་བ་དང་ནི་བེ་སོ་ན་བ་དང་ནི་ཚིགས་ཡན་ལག་དུ་སོ་ན་གཟུགས་པོ་དེ་ཚོ་ན་ཚ་བཏང་ནས་དེ་ནི་སྡུག་བསྔལ་གྱི་སྡུག་བསྔལ་མངོན་གྱུར་པ་དེ་ནི་བྱུང་ན་ནི་གཞི་ནི་ད་སྡུག་བསྔལ་སྡུག་བསྔལ་རེད་ཤག་སེ་ང་ཚོ་དེ་ན་ཡིད་ཡོངས་ཤོར་མ་གཏོགས་ཅིག། ཅིག་ད་ལྟ་ལམ་སང་གར་ཟས་སོགས་སྡུག་བསྔལ་མངོན་གྱུར་པ་དེ་ནི་མ་བྱུང་ན་ནི་ང་ཚོ་གཟུགས་པོ་ནི་སྡུག་བསྔལ་བའི་རང་བཞིན་བསམ་དགོས་མི་འདུག་བ་དངོས་འདི་ཕྱིན་ན་གར་ཆགས་རེད་འདི་སྡུག་བསྔལ་བའི་རང་བཞིན་རེད་ག་ནས་ཕྱིན་ན་ཆགས་ཟས་སོགས་ན་ལས་དང་ཉོན་མོངས་སྙིང་འབྲེལ་བས་བགྱི་བའི་སྡུག་བསྔལ་ཅན་གྱི་ཕུང་པོ་ཁོ་རང་ཕུང་པོ་ཁོ་རང་དུ་མེད་ཅིང་སྤོང་པོ་རེད། ག་རེ་བྱས་ནས་ཆགས་སྲེད་སོང་ན་ལས་དང་ཉོན་མོངས་གཉིས། པའི་གཞན་དབང་དུ་གྱུར་པའི་སྡུག་བསྔལ་ཅིང་ཕུང་པོ་ཡིན་པར་སོང་ཙང་རྒྱུ་ཁོ་རང་ལས་དང་ཉོན་མོངས་གཉིས་ནི་བརྟེན་ནས་འབྲས་བུའི་ཁར་སྡུག་བསྔལ་ཅིང་ཕུང་པོ་འདི་རྣམས་སྐྱེ་བ་ལེན་གྱི་ཡོད། སྡུག་བསྔལ་ཅིང་ཕུང་པོ་འདི་རྣམས་སྐྱེ་བ་ལང་ཚོའི་ཕྱིར་རང་མེད་པར་འདའ་བའི་སྡུག་བསྔལ་ཡོད་རེད་རང་མེད་པར་འགའི་གྲོགས་ཡོད་རེད་རང་མེད་པར་གཞན་གྲོགས་ཡོད་རེད་དཔེར་ན་ང་ཚོ་ཡག་པོ་བསམ་བཏང་སྟེ་ད་ལྟ་ང་ཚོ་ག་རེ་ཟེར་སོང་ན་ཚ་དང་སྔོ་འགྱུར་བ་དེ་འདྲ་གང་ཡང་མེད་ན་ང་ཚོ་དེ། གཟུགས་པོ་འདི་ད་ད་ཚ་སྔོ་འགྱུར་གང་ཡང་མེད་ན་ད་བདེ་སྐྱིད་ཡིན་རེད་བསམ།

སྡུག་བསྔལ་བདེན་པ་ཆགས་དེ་ཡོད་རེད་ད། འབྲས་བུ་སྡུག་བསྔལ་བདེན་པ་ཅིག་གི་ནང་སྐྱེ་བ་གླང་ཆེན་ཆེ་ད་སྡུག་བསྔལ་བའི་རང་བཞིན་རེད་སྡུག་བསྔལ་བའི་རང་བཞིན་ཡིན་པ་སང་དང་འཕགས་པ་རྣམས་ཀྱིས་མངོན་སུམ་དུ་གཟིགས་ཀྱི་ཡོད་རེད་འཕགས་པ་ཟེར་ན་ག་རེ་ཟེར་ན་ཆོས་རྣམས་ཀྱི་གནས་ལུགས་མངོན་སུམ་དུ་རྟོགས་པའི་སྐབས་ནས་ཤེས་རབ་རྒྱུད་ལ་སྐྱེས་ཚར་བ་དེ་ཚོ་ང་ཚོ་བྱིས་པ་སོ་སོ་སྐྱེ་བོ་ལེགས་པའི་ཁྱད་དུ་འཕགས་པ་ཆགས་དེ་ཡོད་རེད་ད་ནང་ང་ཚོ་ག་རེ་ཟེར་ང་ཚོ་ག་རེ་ཆགས་ཡོད་ཟེར།

ད་འདི་ནས་བསྐལ་པའི་ཆུ་ནི་ཅིག་ག་རེ་ཡིན་ནའི་སོ་སོ་ཡིན་པ་ཕར་བཞག་ནས་ཁ་ལག་ཅིག་གཙང་བཙོག་ཅིག་ཧ་གོ་གི་ཡོད་མ་རེད་རྨོངས་དེ་ཡོད་རེད་བ་ད་འདི་ནང་བཞིན་ང་ཚོ་སོ་སོ་སྐྱེ་བོ་གཏི་མུག་བདེན་ཚིག་མ་རིག་པའི་གཞན་དབང་དུ་གྱེར་བསྡད་པའི་བྱིས་པ་སོ་སོ་སྐྱེ་བོ་དེ་ཚོ་དེ་ཕུ་གུ་ཤོང་ཟོང་དང་འདྲ་བར་དེ་བཞིན་བླང་དོར་གྱི་གནས་ལ་རྨོངས་ནས་ཕྱིན་ཅི་ལོག་པའི་འཛིན་པའི་ལྟ་བ་ངན་པ་རེད་དེ་ནི་བླང་དོར་གནས་ལ་རྨོངས་ནས་ཨ་ནི་བྱིས་པ

དེ་འདྲའི་འཕགས་པ་དེ་ཟུག་མར་གཟིགས་པ་ཡིན་ན་སྡུག་བསྔལ་བའི་རང་བཞིན་ཡིན་པ་མཐོང་གི་ཡོད་རེད་དེ་འདྲ་ཡིན་པ་སོང་དེ་ནི་སྡུག་བསྔལ་འཕགས་པའི་བདེན་པའོ་གསུང་གི་ཡོད་རེད། ད་དེ་ནས་འདི་ནི་ཀུན་འབྱུང་འཕགས་པའི་བདེན་པའོ་གསུང་བ་དེ་ག་རེ་གསུང་གོ་རེ་ཟེར་སོང་ན། ད་ནི་ག་རེ་ཟེར་སོང་ན་གཅིག་དེ་ལྟ་བུའི་སྡུག་བསྔལ་ཅན་གྱི་ཕུང་པོ་འདི་ཨ་ནི་རྒྱུ་ག་རེ་བརྟེན་ནས་བྱུང་བ་རེད་རྐྱེན་ག་རེ་བརྟེན་ནས་བྱུང་བ་རེད་ཟེར་སོང་ན

འོ་ལས་དང་ཉོན་མོངས་དེ་གཉིས་པོ་ལས་ཟེར་ན་ག་རེ་ཟེར་ན་བྱ་བ་སྡུག་བྱ་དེ་སོ་ད་ཡིན་ན་ཡང་ག་རེ་ཟེར་སོང་ན་ཞིབ་ཚགས་པོ་དེ་ལས། ལུས་ཀྱི་ལས་དང་ནི་ངག་གི་ལས་དང་ནི་བསམ་པའི་ལས་དང་སེམས་པའི་ལས་ཞེས་ད་ལས་མང་པོ་བྱ་ཡོད་དེ་ལས་མང་པོ་བྱེད་དེ་ན་ནི་ཡང་ཚང་མ་བྱེད་དེ་ཐོབ་ཡང་ཉེན་ཁ་ཡོད་རེད་བ་ད་གང་ལྟར་ཀྱང་ག་རེ་ཟེར་རགས་པ་འདྲ་བ་ཅིག་ཞུས་ཀྱང་ན་ད་ག་རེ་ཟེར་དེ་ནི་ཟེར་དེ་མོ་ད་ནི་ང་ཚོ་སེམས་པ་སྡུག་བྱ་མང་པོ་འདུག་སེམས་ནང་ལ་ཅིག་རྡོ་ཆ་ཞེ་སྡང་སྟོན་མོ་ང་རྒྱལ་ཕྲག་དོག་བྱས་ནས་མི་དྲན་དགུ་དྲན་བྱས་ནས་ང་ཚོ་སེམས་སྡུག་བྱ་མང་པོ་ཅིག་རང་གཅེས་འཛིན་བྱས་ནས་བས་ཀྱང་སེམས་སྡུག་བྱ་མང་པོ་ང་ཚོ

ཀུན་འབྱུང་ཟེར་གྱི་རྒྱུ་ཆགས་ཏེ་ཡོད་རེད། འཁོར་བའི་སྡུག་བསྔལ་ཀུན་འབྱུང་ས་ཡིན་པ་ལས་དང་ཉོན་མོངས་གཉིས་པ་དང་འཁོར་བའི་སྡུག་བསྔལ་ཆ་ཚང་གི་རྒྱུ་ཡིན་པ་དེ་ལྷག་པ་རྣམས་ཀྱིས་མངོན་སུམ་དུ་གཟིགས་ཀྱི་ཡོད་པ་སོགས་དང་བསྟུན་ནས་ཀུན་འབྱུང་འཕགས་པའི་བདེན་པའོ་ཟེར་ཏེ། ད་དེ་ནི་ག་རེ་ཟེར་སོང་ནས་དེ་ནི་འགོག་པ་འཕགས་པའི་བདེན་པའོ་ཟེར་གྱི་ཡོད་ཨ་ནི་ད་དེ་ལྟ་བུའི་གི་རྒྱུ། ལས་དང་ཉོན་མོངས་གཉིས་པོ་དེ་འཁོར་བའི་སྡུག་བསྔལ་ཀུན་འབྱུང་ཟེར་གྱི་རྒྱུ་དེ་ཡིན་ན་ད་དེ་གཉིས་པར་མེད་པ་སོགས་བཞག་ན་དེ་གཉིས་སྤངས་སོང་ན་སྤངས་ཡས་ཡོད་རེད་ཡོད་མ་རེད་ཡོད་རེད་སྤངས་སོང་ན་ག་རེ་ཟེར་ན་དེ་གཉིས་སྤངས་བའི་གི་སྤངས་པ། དེ་གཉིས་བྲལ་བའི་གི་བྲལ་བ་འགོག་བདེན་ཞིག་ཐོབ་གི་རེད་ཐོབ་སོང་ན་དེ་ལྟ་བུའི་གི་འགོག་བདེན་དེ་ག་རེ། འདི་ནི་འགོག་པ་འཕགས་པའི་བདེན་པའོ་ཟེར་དེ་ལྟ་བུའི་འགོག་བདེན་ཏེ་སྡུག་ཀུན་སྤངས་པའི་སྤངས་པ་སྡུག་ཀུན་དྲག་པའི་དྲག་པ་འདི་ང་ཚོ་འདི་ཐོབ་སོང་ན་ད་འདི་དངོས་གནས་དྲག་ནས་འཁོར་བའི་སྡུག་བསྔལ་ཀུན་འགོག་པའི་འགོག་པ་ཡིན་པ་དེ་འཕགས་པ་རྣམས་ཀྱིས་མངོན་སུམ་དུ་བར་གཟིགས་ཀྱི་ཡོད་རེད་དེ་འདྲ་ཡིན་པར་སོང་ན་འདི་ནི་འགོག་པ་འཕགས་པའི་བདེན་པའོ་གསུང་གི་ཡོད་རེད། ད་ཨ་ནི་དེ་ལྟ་བུའི་གར་ཟེར་སོང་ན་གཅིག་ང་ཚོ་འབྲས་བུ་འཁོར་བའི་སྡུག་བསྔལ་དང་དེ་ཡི་གི་རྒྱུ་ཨ་ནི་ལས་དང་ཉོན་མོངས་གཉིས་ཀུན་འབྱུང་བདེན་པ་དང་ད་དེ་གཉིས་གར་ཟེར་ན་སྤངས་དེ་གཉིས་སྤངས་བའི་སྤངས་པ་དེ་འགོག་བདེན་ཡིན་པ་འདི། འགོག་བདེན་ཡིན་ན་ཨ་ནི་དེ་ལྟ་བུའི་གཞི་སྡུག་བསྔལ་བདེན་པ་དང་ཀུན་སྤྱོད་བདེན་པ་གཉིས་པོ་དེ་ག་འདྲ་བྱས་ནས་སྡུག་བསྔལ་བདེན་པ་ག་འདྲ་བྱས་ནས་ཤེས་ཀྱི་རེད་ཀུན་སྤྱོད་བདེན་པ་ག་འདྲ་བྱས་ནས་སྤང་གི་རེད་དེ་སྤང་བར་བརྟེན་ནས་འགོག་པའི་བདེན་པ་ག་འདྲ་བྱས་ནས་ཐོབ་ཀྱི་རེད་ཟེར་སོང་ན། ཆོས་རྣམས་ཀྱི་གནས་ལུགས་མངོན་སུམ་དུ་རྟོགས་པའི་ཤེས་རབ་ཨ་ནི་ཅིག་མཐོང་ལམ་དང་སྒོམ་ལམ་དེ་སོགས་རྒྱུད་ལ་སྐྱེས་ནས་སྐྱེ་དགོས་པར་སོང་ན་དེ་ལྟ་བུའི་མཐོང་ལམ་དང་སྒོམ་ལམ་དེ་སོགས་ལམ་བདེན་ཟེར་གྱི་ཡོད་རེད་དེ་འདྲ་ཡིན་པར་སོང་ན་འདི་ནི་ལམ་གྱིས་འཕགས་པའི་བདེན་པའོ་ཟེར་ཏེ་ཆོས་རྣམས་ཀྱི་གནས་ལུགས་མངོན་སུམ་དུ་རྟོགས་པའི་ཤེས་རབ་བདེན་ནི། ལམ་འཕགས་པའི་གནས་པ་སོ་སོ་རྣམས་ཀྱི་གནས་ལུགས་མངོན་སུམ་དོགས་པ་ཤེས་རབ་འདི་ལ་བརྟེན་ནས་སྡུག་ཀུན་གཉིས་སྤངས་ཐོབ་ཀྱི་ཡོད་རེད་སྡུག་ཀུན་གཉིས་སྤངས་བས་ཀྱི་སྤངས་པ་འགོག་བདེན་ཐོབ་དགོས་ཡོད་རེད་དེ་འདྲ་ཡིན་པར་སོང་ཙང་དེ་མི་སྲིད་དུས་ཆོས་རྣམས་ཀྱི་གནས་ལུགས་མངོན་སུམ་དོགས་པའི་མཐོང་ལམ་དང་སྒོམ་ལམ་འདི་ནི་ཨ་ནི་གར་ཟེར་ན་ལམ་གྱི་བདེན་པ་ཡིན་པ་དེ་ཐར་བའི་ཀྱི་ལམ་ལམ་ཡིན་པ་དེ་འཕགས་པ་རྣམས་ཀྱིས་མངོན་སུམ་དུ་གཟིགས་ཀྱི་ཡོད་པར་སོང་ཙང་འདི་ནི་ལམ་འཕགས་པའི་བདེན་པའོ། འོ་དེ་འདྲ་སོང་གི་ཡོད་རེད། ཐ་དད་དངོས་གྲུབ་དེ་ནི་ཆེས་སྟོད་དང་པོ། ངོ་བོ་ལ་འདས་པར་ཟད་དེ་འདྲེས་ཡེ་ཤེས། ཐ་དད་ནི་བྱ་བ་ལ་འདས་པར་ཟད་དེ། ཨ་ནི་ཐ་གར་ཟད་སོང་ན་ཅི། སྡུག་བསྔལ་ཅན་གྱི་ཕུང་པོ་དེ་སྡུག་བསྔལ་བའི་རང་བཞིན་ཡིན་ན། དེའི་གེགས་རྒྱུ་དེ་ལས་དང་ཉོན་མོངས་གཉིས་དེ་ཡིན་ན། དེ་གཉིས་སྤངས་པའི་གེགས་སྤངས་པ་དང་འགོག་པའི་བདེན་པ་དེ་ཡིན་ན། ཨ་ནི་དེ་ཐོབ་ཡག་བྱེད་དེ་དག་ལམ། དེ་ཐོབ་བྱེད་ཀྱི་རྒྱུ་དེ་ལམ་གྱི་བདེན་པ་ཡིན་ན། ད་ང་ཚོ་ཉམས་ལེན་ག་འདྲ་བྱེད་ཀྱི་རེད་ཟེར་བ། ཉམས་སུ་ལེན་པའི་སྐབས་སུ་ང་ཚོ་བྱ་བ་ག་འདྲ་བྱེད་དགོས་ཟེར་སོང་ན། འོ་ད་འདི་གར་བྱ་བ་བྱ་བ་ལ་འདི་བ་ཟེར་ཡ་དེ་ནི་གཉིས་པ་དེ་ཡོང་གི་ཡོད་རེད་ཉམས་ལེན་ག་འདྲ་བྱེད་དགོས་ཟེར་སོང་ན་སྡུག་བསྔལ་ཤི་བར་བྱ་སོང་རེད་དེ། ཀུན་འབྱུང་སྤོང་བར་བྱ་སོང་རེད་འགོག་པ་སྔོན་དུ་བྱ་ལམ་སྒོམ་པར་བྱ་སོང་ད་འདི་ཉམས་ལེན་བྱེད་སྟངས་དེ་རེད། བྱེད་སྟངས་ད་ང་ཚོ་ཆོས་བྱེད་ཆོས་བྱེད་ཟེར་དུས་མ་ད་ཆོས་དངོས་གནས་ད་ཆོས་བྱེད་ཟེར་ད་དེ་འདྲ་ཞིག་རེད་ད།

དཀོན་མཆོག་ཟེར་ན་སྐྱབས་སུ་འགྲོ་བའི་སྐྱབས་འགྲོ་ཟིན་དེ་ཡོད་ན་ནང་པའི་ཆོས་སུ་ཆགས་འགྲོ་རེད། ཨ་ནི་སེམས་སྐྱིད་ཟིན་དེ་ཡོད་ན་ཐེག་པ་ཆེན་པོའི་ཆོས་སུ་ཆགས་འགྲོ་རེད། འོ་ད་དེ་མ་ཟེར་གལ་སྲིད་དེ་འདི་ཚོ་རེད། འོ་དེ་མ་གཏོགས་ཅིག་ད་ནང་པ་སངས་རྒྱས་པའི་སྙིང་པོ་ད་ཆུ་ཡག་ཤོས་དེ་ཆགས་ཀྱི་ཡོད་མ་རེད་ད་ནང་པ་སངས་རྒྱས་པའི་ཆུ་ཡག་ཤོས་ཤིག་ཆགས་ཀྱི་སོང་ན་ད་ག་རེ་བྱེད་དགོས་སམ་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་བ་ནང་བཞིན་སྡུག་བསྔལ་ཤི་བར་བྱ་ཟེར་དེ་དང་པོ་ང་ཚོ་འཁོར་བ་ཇེ་དང་ཇེ་དྲག་གི་སྡུག་བསྔལ་དེ་ཚོ་ཡག་པོ་ཅིག་འཁོར་བའི་སྡུག་བསྔལ་དེ་ཚོ་ཡག་པོ་ཤི་གི་རེད་ཡང་འཁོར་བའི་སྡུག་བསྔལ་མ་ཤི་ན་ག་རེ། ཨ་ནི་ག་རེ་ཟེར་སོང་ན་འཁོར་སྡུག་བསྔལ་དེ་ལས་ཐར་འདུག་སྐྱེ་གི་མ་རེད་སྡུག་བསྔལ་དེ་ལས་ཐར་འདུག་མ་སྐྱེས་ན།

དང་པོ་སོ་སོ་ན་ཚ་དུག་ཆགས་ཤིག་ཡོད་པ་ཧ་གོ་ན་ཨ་མདའ་དེ་བྲག་ཡག་པ་ཞིག་སྟེ་གར་ཟས་སོགས་ནི་སྨན་ཁང་ལ་འགྲོ་ནས་ཨ་འདིས་ན་ཚ་དེའི་རྒྱུ་མེད་པ་སོགས་ཕྱིར་སྨན་བཟའ་ཡག་དང་སྨན་པའི་ཁ་ཉན་ཡག་དང་ཨ་ན་གར་ཟས་སྨན་བཟའ་ཡག་དང་དེ་ཚོ་ཚང་མ་ཡོང་གི་ཡོད་རེད་དང་དེ་འདྲ་ཡིན་པར་སོང་དང་གཅིག་ན་ཚ་གཅིག་ནད་པ་ཞིག་གི་ན་ཡང་ཁོ་ནའི་དྲ་བའི་བདེ་བ་ཐོབ་པར་བྱེད་པ་ལ་དང་པོ་ན་ཚ་དུག་ཆགས་ཡོད་པ་ཧ་གོ་བ་བཞིན་དེ་ནས་ན་ཚ་དུག་ཆགས་ཡོད་པ་ཧ་གོ་སོང་ན་ཨ་ནི་ན་ཚ་དེ་ལེགས་པའི་དྲ་འབྲུ་སྐྱེས་དང་ན་ཚ་འདི་ལེགས་པའི་བྲག་ཡག་བྱས་ཏེ་ཨ་ནམ་སང་གར་ཟས་སོང་ན་གཅིག།

འོ་དེ་འདྲའི་གི་ཟམ་མ་ཆད་པར་ཡོད་པར་སོང་ཙང་དེ་ལྟ་བུའི་གི་ད་སྡུག་བསྔལ་ཆེན་གི་ཕུང་པོ་དེ་ན་སྐྱེ་བ་ལངས་ཏེ་བར་ཕུང་པོ་དེ་སྡུག་བསྔལ་བའི་རང་བཞིན་ཡིན་པ་དེ་ལྟ་བུའི་གི་ད་ལྟ་ང་ཚོ་གཟུགས་གཟུགས་པོ་འདི་ཚོ་ད་སྡུག་བསྔལ་གི་རང་བཞིན་ཡིན་པ་ཧ་གོ་བ་བྱེད་གི་རེད་གསུང་གི་ཡོད། ད་སྡུག་བསྔལ་གི་རང་བཞིན་ག་ནས་ཟེར་ན་སྐྱེ་རྒ་ན་འཆི་སྡུག་བསྔལ་ཆེན་གི་རང་བཞིན་རེད། ད་སྐྱེ་རྒ་ན་འཆི་སྡུག་བསྔལ་ཆེན་གི་རང་བཞིན་ཡིན་པ་ཧ་གོ་ནས་ད་ང་ཚོ་ག་རེ་བྱེད་ཡ་རེད་ཟེར་ན། འོ་ད་སྐྱེ་རྒ་ན་འཆི་སྡུག་བསྔལ་ཆེན་གི་ད་གར་ཟེར་ཕུང་པོ་དེ་རེད་ད་ཐར་བར་བྱེད་གི་འདུག་གཟུགས་པོ་འདི་རེད་ཐར་བར་བྱེད་གི་འདུག་བསམ་ཐར་འདུག་སྐྱེ་གི་རེད། སྡུག་བསྔལ་རང་བཞིན་ཡིན་པ་ཧ་གོ་སོང་ན། འོ་ད་འདི་སྡུག་བསྔལ་གྱི་རང་བཞིན་ཡིན་ན་འདི་ལས་ཐར་འདོད་སྐྱེ་བར་བྱེད་པ་དང་འདི་ལས་ཐར་ཡག་གི་ཐབས་ཤིག་ག་རེ་ཡོད་རེད་ཟེར་སོང་ན། འོ་ད་འདི་ག་རེ་ཟེར་ན་སྡུག་བསྔལ་ཅན་གྱི་དཔུང་བ་དེ་རྒྱུ་ལས་བརྟེན་ནས་བྱུང་བ་རེད་ཟེར་རྒྱུ་ག་རེ་བརྟེན་ནས་བྱུང་བ་ཟེར་སོང་ན་རྒྱུ་ལས་དང་ཉོན་མོངས་གཉིས་རེད་ལས་ཟེར་ན་ག་རེ་ཟེར་ན་བྱ་བ་འདུག་བྱ། ཉོན་མོངས་ཟེར་ན་ག་རེ་ཟེར་ན་སེམས་འདུག་བྱ། འདོད་ན་སེམས་འདུག་བྱ་དང་བྱ་བ་འདུག་བྱ་དེ་གཉིས་བརྟེན་ནས་བྱུང་རེད་ད་དེ་གཉིས་དེ་གཉིས་བརྟེན་ནས་བྱུང་སོང་ན་ད་སྡུག་བསྔལ་ཅན་གྱི་དཔུང་བ་དེ་ནི་སྐྱེ་བ་མ་ལེན་ཡག་དང་འདི་ལས་ཐར་ཡག་དེ་ག་རེ་ཟེར་ན་འདིའི་ནང་ལ་སྐྱེ་བ་མ་ལེན་ཡག་བྱེད་གི་རེད་འདིའི་ནང་ལ་སྐྱེ་བ་མ་ལེན་ཡག་བྱེད་པ་དང་ག་རེ་དགོས་རེད་ཟེར་ན་འདི་གི་རྒྱུ་ལས་དང་ཉོན་མོངས་གཉིས་དང་སྤངས་གི་རེད། ལས་དང་ཉོན་མོངས་གཉིས་སྤང་བར་བྱེད་པ་ལ་དང། རྩོལ་བ་དེ་ལ་ལས་དེ་ཉོན་མོངས་དེ་ནི་ས་ཡོད་པ་དང་ཉོན་མོངས་སྤང་གི་རེད། ཉོན་མོངས་སྤང་བར་བྱེད་ཡང་བྱེད་པ་ལ་ཉོན་མོངས་ཀྱི་རྩ་བ་ཆགས་སྡང་རེད་ཆགས་སྡང་སྤང་གི་རེད་ཆགས་སྡང་རྩ་བ་དེ་མ་རིག་པ་རེད་ད་རྩོལ་བ་ནི་མ་རིག་སྤང་གི་རེད་ད་མ་རིག་པ་སྤང་བར་བྱེད་པ་ལ་ད་ག་རེ་དགོས་ཟེར་སོང་ན་མ་རིག་པ་དེ་མེད་པ་སོང་གི་འདིས་ཨ་ནི་ཆོས་རྣམས་ཀྱི་གནས་ལུགས་ཕྱིན་ཅི་མ་ལོག་པ་རྟོགས་པའི་ག་ནི་ཤེས་རབ་ཆགས་ཏེ་ཡོད་རེད་གང་ཡིན་ཟེར་ན་མ་རིག་པ་ཟེར་ཏེ་ཆོས་རྣམས་ཀྱི་གནས་ལུགས་ལ།

རྣམ་རྟོག་ལས་དེ་དག་གྲོལ་བས་སྤྲོ་བ་ནི་སྟོང་པ་ཉིད་ཀྱིས་འགགས་པར་འགྱུར་སོང་རེ་ག་རེ་ཟེར་ཟེར་སོང་ན་ལས་དང་ཉོན་མོངས་རྣམ་རྟོག་ལས་ཟེར་ཏེ་ལས་དང་ཉོན་མོངས་དང་ཚུལ་མིན་ལས་དང་ཉོན་མོངས་གཉིས་ལ་བརྟེན་ཚུལ་མིན་ཞིང་རྣམ་རྟོག་སྐྱེ་དེ་ལ་བརྟེན་ནས་ནི་བདེན་འཛིན་ནི་ཆགས་སྡང་ལ་སོགས་པ་སྐྱེ་དེ་ལ་བརྟེན་ནས་ནི་ལས་བསགས་ལས་གང་ལ་སྡུག་བསྔལ་ཆེན་པོ་མང་པོ་རྣམས་སྐྱེ་བ་ལས་ནི་ཁམས་གསུམ་འཁོར་བའི་སྡུག་བསྔལ་ཚང་བ་དེ་འདྲ་ཡོང་གི་འདུག་ཨཱ། དེ་ལྟ་བུའི་ཐང་ཁམས་གསུམ་འཁོར་བའི་སྡུག་བསྔལ་ཚང་མ་པར་བཟློག་པར་ཤོག་ན་ལས་དང་ཉོན་མོངས་གཉིས་བསྲེག་གི་རེད་ལས་དང་ཉོན་མོངས་གཉིས་བསྲེག་པར་བྱེད་པ་ལ་ད་ག་རེ་དགོས་རེ་ཟེར་ན་དེའི་སྙིང་པོ་དེ་མེད་པར་སོང་གི་འདི།

ཆོས་རྣམས་ཀྱི་གནས་ལུགས་མངོན་སུམ་རྟོགས་པའི་ཀྱང་མཐོང་ལམ་དང་སྒོམ་ལམ་དེ་ཚོ་ལམ་བདེན་ཟེར་གྱི་ཡོད་རེད་དེ་འདྲ་ཡིན་པ་སོགས་ལ་ལམ་སྒོམ་པར་བྱ། དེ་དང་དེ་འདྲ་ཡིན་པ་སོགས་ནང་པ་སངས་རྒྱས་ཀྱི་ཐུན་མོང་མ་ཡིན་པའི་དག་མཉམ་གནས་འདི་གར་བྱ་ལ་ཟེར་སོང་ན་སྡུག་བསྔལ་ཤེས་པར་བྱེད་ཀུན་འབྱུང་སྤོང་བར་བྱེད། ཨ་ནི་འགོག་བདེན་ཐོབ་ཡག་བྱེད་དེ་ལམ་གྱི་བདེན་པ་སྒོམ་འགོག་ཡོད་རེད་དེ་འདྲ་ཡིན་པ་སོགས་ད་ང་ཚོ་དཀོན་མཆོག་སེམས་ལ་སྐྱབས་སུ་འགྲོ་དགོས་ཡོད་པའི་རྒྱུ་མཚན་དེ་ཆགས་དེ་ཡོད་རེད་དེ་དཀོན་མཆོག་སེམས་ལ་སྐྱབས་སུ་འགྲོ་དགོས་རྒྱུ་མཚན་ག་རེ་བྱ་ཟེར་སོང་ན་འཁོར་བའི་སྡུག་བསྔལ་ལས་ཐར་བའི་ཐར་བ་ཐོབ་ཡག་བྱེད་དེ་ལ་ཨ་ནི་ཐར་བའི་ལམ་སྟོང་པ་པོ་སངས་རྒྱས་དཀོན་མཆོག་ལ་སྐྱབས་སུ་འགྲོ་བ་ཡིན་ན།

ཤེས་རབ་དང་ལྡན་པའི་མིའི་ལུས་དེ་འདི་འདྲ་ཞིག་ཐོབ་བསྡད་པའི་སྐབས་སུ་ལ་དུས་ད་རེས་ངོ་ནས་ཡོང་བསྡད་འདུག་བསམ་ན་ཐུགས་ཁ་ཅིག་ལངས་ལ་བར་བསམ་གྱི་ཉམས་ལེན་བྱས་ནས་སོ་སོ་གཅིག་བལྟས་ཤེས་ཡ། ཨ་ན་ཆོས་རྣམས་ཀྱི་གནས་ལུགས་གཏན་གྱི་འགྲོས་པར་འབྱུང་བའི་ཀ་གདོང་ལ་ཅིག་སོ་སོ་བསམ་བློ་བཏང་དེ་འདྲ་བྱེད་ཡ། ཨ་ན་ཅིག་ག་རེ་ཟེར་སོང་ན་ཅིག་སོ་སོ་ལུས་ངག་ཡིད་གསུམ་ཀ་གདོང་སྐད་ཅོར་ག་རེ་བྱས་ན་དེ་ལ་ཅིག་བྱམས་པ་དང་སྙིང་རྗེ་བྱམས་ཡུལ་སེམས་དང་བདག་མེད་རྟོགས་པའི་ཤེས་རབ་ལ་དེ་འདྲའི་ཞིག་བསམ་བཏང་དེ་ནས་ཟིན་པར་བྱེད་ཡ། ཨོ་ད་ཨ་ན་ཁྱེད་ལུས་ངག་སེམས་ཀྱི་ཁེ་བ་གར་བསྒྲུབས་སོང་ན་གཅིག་བདུད་གཙང་མ་གཅིག་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཕྱུག་རབས་བྱེད་པའི་རྣམ་འབྱེད་ཀྱི་ཤེས་རབ་བྱམས་པ་ཉིད་ཀྱི་བྱང་སེམས་ལམ་ཐབས་ཡིན་ཉིད་དེ་ཚོ་གཅིག་སྤངས་རྟོགས་ཀྱི་ཡོན་ཏན་གཙང་མ་རྒྱུད་ལ་མ་སྐྱེས་པ་སྐྱེས་པ་དང་སྐྱེས་པ་མི་ཉམས་པ་དང་མི་ཉམས་པ་གོང་ནས་གོང་དུ་འཕེལ་བར་བྱེད་ཤག་ཅེས་སྨོན་ལམ་རྒྱག་ཡ། ཨ་ནི་སྨོན་ལམ་རྒྱག་པ་ཙམ་མ་ཡིན་པར་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཨ་ནི་པའི་དངོས་སུ་འབྱིན་གྱི་ཡོད་པ་སོགས་དེ་ཚོར་སློབ་སྦྱོང་བྱེད་དེའི་དོན་དག་ལ་བསམ་བློ་བཏང། ཨོ་ད་དེ་འདྲའི་བྱས་ཙང་ནང་གི་ཅིག་ང་ཚོ་འཁོར་བའི་སྡུག་བསྔལ་དེ་ཚོ་ར་སྤྲོད་པར་བྱེད་དེ་གི་རྒྱུ་ལས་དང་ཉོན་མོངས་ཉིད་དུ་སྤངས།

མིང་སྙན་གྲགས་ཐོབ་དགོས་སར་དབང་ཐང་ལོངས་སྤྱོད་དེ་འདྲ་རྐྱང་རྐྱང་བྱས་ནས་ཚད་འདས་ཀྱི་དངོས་དང་གཟི་ཀོའི་གནས་མར་ལོངས་སྤྱོད་དེ་རྐྱང་རྐྱང་ལ་འབད་པ་བྱེད་བསྡད་ན་ཨ་འདམ་མི་ཆོག་རབ་འཇིགས་པའི་གནམ་གཅིག་ཤི་རབ་ནུས་པའི་མིའི་ལུས་དེ་ལྟ་བའི་གོ་ཆོད་ཡོད་མ་རེད་ཨ་ནི་ཤི་ག་ལྷ་མོ་ལས་ཤི་ནས་མགྱོགས་པ་རྐྱེན་ཨ་ཁ་ཁ་ད་མི་ལུས་ཡག་པོ་ཐོབ་སོང་ད་ཡིན་ན་ཐོབ་ན་ཡང་ཅིག་གཞུང་བསྟེན་ནོ་བསམ་ན་ཐུབ་བམ་ཅིག་མ་ཐུབ་ལམ་བསླབ་པ་བསམ་གྱི་ཉམས་ལེན་ཅིག་མ་ཐུབ་བསམ་པ་བསམ་གྱི་ལྕགས་ཕག་རུ་ཕྱིན་པ་གྲོགས་ཀྱི་ཉམས་ལེན། གཏན་འཁེལ་གང་ཡང་བྱས་མ་ཐུབ་པ་བྱས་མཐར་སློབ་སྦྱོང་བྱས་མ་ཐུབ་བསམ་བློ་བཏང་མ་ཐུབ་སྒོམ་ནུས་པ་ཉམས་ལེན་རྒྱག་མ་ཐུབ་མཐར་མི་ཚེ་སྟོང་ཟད་ཤིང་སོང་ཨ་ཁ་ཁ་ཟེར་དེ་ནི་གཞིས་ཀ་ལྷ་མོ་དེ་ནི་འགྱོད་པ་སྐྱེན་འདི་ཕྱིའི་ཆ་རེད། འོ་དེ་འདྲ་ཡིན་པར་སོང་ན་ཆོས་བྱེད་ཀྱི་སངས་ཆ་བྱིས་པ་དེ་ཕྱི་དུས་ཀྱི་དོན་སླེབས་ངེས་ཆེད་དང་རང་མགོ་རང་གིས་མ་འཁོར་བ་ཆོས་བྱེད་ནི་ད་ལྟ་ཉིད་དུ་བྱེད་སོང་བ་ན་གྱི་ད་ནི་གར་ཟེར་སོང་ན་སོ་སོ་ལ་ཅིག་རང་དབང་ཡོད་པའི་གི་སྐབས་སུ་ཆོས་རབ་བྱེད་རྣམས་ཅིག་གི་ཤེས་རབ་དང་ལྡན་པའི་གི་སྐབས་སེ་ལ་ཚེ་འདིའི་ཅིག་སེའུ་སྣེ་མར་ལོངས་སྤྱོད་དུ་སོ་ལ་འབད་པ་བྱེད་ཀྱི་རེད་དེ་ཙམ་གྱི་ཆེད་དུ་མ་ཡིན་པར་སོ་སོ་རང་ཉིད་ཀྱིས་གང་ཐུབ་བྱེད་ཐུབ་བྱས་ཙང་དུ།